བཟུང་རྒྱུ་དེ་བཟུང་སྨད་རྒྱུ་དེ་སྨད། བྱ་དགའི་ལྟོ་ལྡན་དེ་བཟུང་ལ། ཨེ་ནི་ལག་བག་བཙོང་གི་གཡུང་དམག་གི་གཙོ་བཀོད་དུ་ཀན་ལི་ཁྲེའི་བུ་སུང་ཟི་རི་ཟེར་ལས་དེ་འདྲ་བཙལ་ཏེ་དེ་དོ་ཡིན་ས་ལ་བ་མ་རི་ངག་ཁ་ཕལ་སྐྱེས་ངག་ཁ་དུབ་བྲལ་ཟེར་ཞིག་ལ་ཞལ་དེ་ལ་ཡིན་ས་རེད། དེ་འདྲ་བྱས་ལ་ད་མདོར་ན་འཕང་སུམ་ཙི་རེ་མི་ནི་རུང་བ་བཙལ་ལ་དེ་གི་མོ་འཕང། མོ་ནོར་བཟུང་བྱ་དགའི་ལྟོ་ལྡན་སྨད།

ཧའེ་ཏེན་ཐོས་ཟེར་ཡུན་ནན་གྱི་དཀྱུས་ལ་རེད། བོད་མི་རྒན་པོ་འདྲ་ཞིག་ཟེར་ཡ་གྱི་ཁོ་ཚོ་དེ་ནོར་གླན་ཆེན་འདྲ་མི་འདྲ་སྐད་བརྡ་ཆེ་འདྲའི་གླན་ཆེན་དོ་ཅི། ནོར་སྲིད་གླན་ཆེན་དོ་ཟེར་ཡ་མང་པོ་ཅིག་སྐད་ཧ་ལམ་མ་ཟེར་ན་ཡ་རྒྱ་སྐད་ཅིག་འདྲ་པོ་ཞིག་བཤད། དེ་ལས་བོད་པ། སྲིད་གཞུང་གི། རྩ་དོན་དོན་ཚན་བཅུ་ཐན་པ་བསྟན་པའི་བཤད་དེ་བོད་དུ་དེ་རྒྱལ་ཡོངས།

ཡིག་བརྒྱ། མ་མོ་ལ་ཡི་བུ་ལ་བསྟེན་ནས་བྱ་དགའི་དུ་དེ་ཡོག་ལྷུག་མི་བཟོད་ཟེར་དེ་འདྲ་བཤད་སོ་ཡོད་ད་ཟེར་ཏེ་ད་ལྟ་ང་ཚོ་སྡེ་དགེ་དང་སྲིད་ཁྲི་ཡིག་ཆ་ནང་ལ་བྱ་དགའི་དུ་ལྡན་གྱི་མ་མོ་ལ་རོལ་པ་བྱས་ནས་ཨ་ནི་དེ་འདྲ་བྱས་ཟེར་རེད་ལགས་ཤག་ད་གང་ལྟར་ན་ཡིག་ཆ་རོ་རྗེན་མ་གྲོགས་པོ་བཟོས་རྗེས་ཟེར། དེ་ནས་བྱ་དགའི་དུ་དེ་ཡོག་ངོ་ཟེར་བྱ་དགའི་དུ་ལྡན་དུ་ཁུར་སྐུ་འཁོར་ཚང་མ་ཡོག་ངོ། མ་མོ་འོ་ཡང་རིགས་དེ་ལ་མ་ག་འཛེར་ལ་བདག་ག་གད་དེ་ལ་བསྟེན་བེད་འགྲོ་རེད་བེད་འགྲོ་དུས་མ་མོ་འགྲོ་ཚར་རེད་བོད་པ་སྲིད་གང་ཐོབ་ཚར་ལ་ཧྲ། དེང་སང་རྒྱ་ཡིག་ནང་ལ། བོད་པ་སྲིད་གཞུང་གི་ཀྲུའུ་ཞི་དེ་བདེ་སྐྱིད་རྒྱལ་པོ་ཀིརྟི་རེད་ཟེར་བྲིས་པ་དེ་དེ་རྒྱ་ཡིག་ནོར་ཡིན་ཟེར་རེད་མ་གཏོགས་བཀའ་གཏེར་དུས་ཀྱི་ཡིག་ཆ་རེད་བཀའ་གཏེར་ཡན་སྐད་ཀྱི་མི་ཕིན་ཧོན་ཕིན་ཚོང་རྒྱག་ཁོ་ཚོ་ཚོང་དམག་ཟེར་གྱི་དུས་འགལ་ཟློག་དཀྲུག་བོད་པ་སྲིད་གཞུང་གི་ཀྲུའུ་ཞི་རེད་ཟེར་ད་དེང་སང་ཡང་བཀའ་འཛིན་དེ་ཡོངས་བསྒྲགས་ཞེས་མི་ནག་ལས་དྲིན་ལྡན་ཀུན་ཏུ་བཙུད་པ་ཡིན་ལ་རེད་གོ་ག་ལེགས་པ་ཡིན་ལ་དེ་ད་བོད་དུས་དབང་ལྡན་དུ་འདི་ཟེར་གི་ནོར་ཅི་ནོར་ལེ་ཡིན་ན་བདེ་སྐྱིད་རྒྱལ་པོ་དེ། བོད་པ་སི་ཝིན་གྱི་ཀྲུའུ་ཞི་བ་ཟ་རེད་ཟེར་དེ་འདྲ་བྲིས་ཡོད་དེ་ནོར་ལ་ཡིན་ས་རེད། ཚིག་འདི་ལོ་དེ་ལ་དག་ཏོག་ཏོག་དམངས་མ་མིན་འགྲོ་ས་འདུག། ཁ་ཆེ་དམར་པོ་ཕང་གི་མོའང་ནི་ཚོད་ལྟ་བྱེད་གི་འདུག་ཞེས་ནོངས་ཆེན་ཚོང་མ་ཟེར་ནོངས་ཆེན་མི་ཟེར་སྡེ་བ་གོང་གི་དམག་མོ་དང་འཁྲུག་པ་ཤོ་ནི་པའི་སྡེ་བ་གོང་གི་ཚུགས་དེ་ནོངས་ཆེན་ནོ་ཚོང་མ་སྡེ་བ་གོང་གི་བཟང་གོ་ཡི་ར་ཡོང་ཁ་ཆེ་གི་མོ་ཡོང་ངོ་ས་དེ་ལ་ཕ་ཤོ་ནི་མི་འདི་ལ་ཉོག་གི་སྡེ་དགེ་ལ་ཁོས་ཨ་ཟོ་ཅན་རོ་པ་ཟོ་ཡོང་ལེ་ཡིན་ཆེན་པོ་ཟེར་ལེ།

སྙིང་གི་དྲོད་ཚུལ་བཟུང་སྐད་བཅས། དེ་ནས་བདེ་སྐྱིད་དུས་ཀྱི་བུ་སྐྱེ་ར་བ་ལ་བྱ་དགའི་དོ་དན་ཡོངས་བསྩལ་ཡོང་ཟེར་ད་ལྟའི་སྐོར་ལ་མང་པོ་ཅིག་སྔོན་མ། སྐོར་ལ་མང་པོ་ཅིག་རི་བོ་མ་སེམས་ནང་བ་དེ་ཚོ་ཉེ་ལོ་ཡིན་ས་རེད་དེའི་སྤོས་ཀྱི་གཞིས་ཤང་སེམས་ཅིག་དུ་ད་ཅིག་འགོ་ཅིག་ང་ལ་ཉེ་རིང་རེ་བསྡད་ཡོད་རེད་ཡོད་ད་གཞིས་ཤང་སེམས་དེ་ང་ལ་བསྩལ་ཡོང་དུས་ད་ལྟ་ངའི་ཨ་མྱེ་ཚེ་རྡོར་ཟེར་དེ་ཁོ་ཚོ་ཉེ་རིང་རེ་བསྡད་ཡོད་རེད་ཁོ་ཚོ་བཤད་དེ་ད་བྱ་དགའི་དོ་དན་འགྲོ་དུས་དེ་ཚོའི་ངང་དེ་ནས་མི་རི་བོ་མ།

ཀྱི་སྐད་རོགས་ཅན་བཞེས་ཏེ་དེ་བཟུང་ལས། ནི་སེང་སེང་ཁ་དུ་ཁོ་ཚོ་ཀྱི་ནི་ཆུ་ཁོ་ནང་འཕོང་བ་ཟི། ཁོ་མའི་སྒང་གི་ནི་ཚེ་ཁོ་དེ་རིགས་བསྡད་ལ་ཅི་བསམ་པ་དེ་ནི་འཕོང་ཟི་ཟེར་ལ་ཅི་བཤད་དེ་ལྟར་ངས་དྲན་བསྡད་ཀྱི་འདུག་ཡིན་ན་ད་ད་ལྟ་ངས་གསལ་པོ་དྲན་གྱི་མི་འདུག་དེ་དུས་ཁྱེད་ཡི་གེ་རྗེས་ཅི་འདྲ་ཅི་དྲན་ལ་མ་རེད། ནོར་མང་བྲིས་སོང་ཕ་ཁྱེད་དེ་དུས་འདི་སུ་བྲིས་ཟེར་དགོ་རི་བོ་སེམས་གཏད་དོ། ཨ་ནི་ཉག་ཕྲུག་རིན་ཆེན་སེམས་འདྲ་བོ་དོ་ད་ལྟ་སུ་ནི་སྐད་རོགས་ཅན་མང་པོ་ཡོད་ས་རེད་ནི་ཟེར།

ཀུ་ར་ཅག་ཀུན་དུ་ཅི་ཟིན་པ་བརྒྱ་ག་འདྲ་དེ་བརྒྱ་ག་ལ་ཁྲིད། དེ་གི་སྲས་དེ་སྐྱིད་སྟོང་དགུ་བརྒྱ་བཅུ་གཉིས་ལོ་འཁྲུངས་ཚུལ་དེ་བ་ས་ཀ་ཟུང་འུ་འདུག་རེད། བ་ས་ཀ་ཟུང་འུ་འདུག་རྗེས་མ་ང་ཚོ་སྡེ་བ་ཀུན་གི་རྟ་གདོང་མདའ་འཕེན་ཟེར་དུས། རྗེས་མ་ཤིས་ཚང་ཙི་ཏྲི་ཆོས་མ་ཤིས་ཚང་ཅུན་ཆོས་ཀྱི་ཧྥུ་སུང་ནི་ཡ་བྱས་རྗེས་མ་ཤིས་ཚང་ཙི་ཏྲི་ཆོས་དྲན་ཤེས་ཀྱི་ཧྥུ་ཀྲུའུ་ཞི་ཞེས་ཡ་ལ་བཀོད་ཤེས་གསུངས་ཚུལ་རེད། ཨ་ཅི་དེ་ལས་ད་དོན་ལ་དོན་འདྲ་ཅིག་བཤད་ཚར་ན་ཨ་ནི་ཉི་མ་ཅན་འཇམ་དབྱངས་དཔའ་མོ་ཀྱི་ལོ་རྒྱུས་དེ་བཤད། དེ་ནི་བདུད་ཀྱི་རྒྱལ་ར་ཧ་ལོང་བཤད་ཚར་ལ་ཡིན་དགོས།